བོད་ཀྱི་བརྙན་འཕྲིན་གསར་འགྱུར་ལས་རིམ་འགོ་འཛུགས་ཞུ་བ་ཡིན་ད་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་བཞི་བཞི་ཞག་གཉིས་རབ་གནས་ཤིང་ལུགས་ལོའི་བོད་ཟླ་བཅུ་པ་སྨིན་དྲུག་ཟླ་བའི་ཚེས་པ་བཅུ་བདུན་དང་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བདུན་གཟའ་པ་སངས་ཀྱི་ལས་རིམ་ནང་འདས་པའི་གཟའ་འཁོར་འདིའི་ནང་གི་བོད་དོན་དང་འབྲེལ་བའི་གལ་ཆེའི་གནས་ཚུལ་ཁག་ལ་བསྐྱར་ཞིབ་ཞུ་བ་ཡིན་གསང་རྒྱུད་ཞིབ་ཕྲ་རིམ་པས་གཟིགས་རོགས་གནང། འབྲས་ལྗོངས་མངའ་སྡེ་གཞུང་གིས་སྤྱི་ཟླ་བདུན་པའི་ཚེས་དྲུག་སྟེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་ཉིན་མངའ་སྡེ་གཞུང་གི་ལས་ཁུངས་ཁག་དང་ཁྱབ་ཁོངས་ཤེས་ཡོན་བསྟི་གནས་ཁང་ཚང་མར Restricted Holiday ཞེས་གཞུང་འབྲེལ་གུང་གསེང་ཞུ་ཆོག་པའི་གསལ་བསྒྲགས་གནང་འདུག། ཁང་ཐོག་ས་གནས་ཀུན་གཟིགས་འདོད་དུས་རྡོ་རྗེ་ལགས་ཀྱིས་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པ་ཝན་ལྕམ་གླིང་དང། མངའ་སྡེའི་གཞུང་ལ་བོད་མི་རྣམས་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ག་གུས་བྱེད་མཁན་ཡོངས་ཀྱི་ཚབ་ཞུས་ཏེ་ཐུགས་རྗེ་ཆེ་ཞུས་གནང་འདུག་འབྲས་ལྗོངས་མངའ་སྡེ་གཞུང་ངོས་ནས་ཐག་གཅོད་དེ་གནང་བའི་བརྒྱུད་རིམ་དང Restricted Holiday ཞེས་པ་གང་ཡིན་གང་ཐོག་བོད་མི་ས་གནས་འགོ་འཛིན་འདོད་འདུན་རྡོ་རྗེ་ལགས་ཀྱིས་འགྲེལ་བརྗོད་གནང་བ་འདི་གསན་རོགས་གནང། མངའ་སྡེ་གཞུང་གི་ངོས་ནས་ཉིས་སྟོང་བཅོ་ལྔ་ཕྱི་ཟླ་བཅུ་གཅིག་ཚེས་ལྔ་ཉིན། ཁོ་རང་ཚོས་ད་ལྟ Notification ཨང་གྲངས་ལྔ་བཅུ་ང་བདུན་གཞིར་བཟུང་བྱེད་ཀྱིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གང་ལྟར་འཁྲུངས་སྐར་འདི་ཡང Restricted Holiday གཅིག་གི་ནང་ལ་དེ་འདྲའི་བཟང་ཡང་གི་དེ་འདྲའི་ཐག་གཅོད་གནང་ཤག། ཐག་གཅོད་གནང་བྱེད་ཀྱིན་གང་ལྟར་འདི་གསལ་བསྒྲགས་འདི་བཏོན་འདུག། ད་ལོ། གང་ལྟར་ང་ཚོས་བོད་པ་ལ་གང་ལྟར་ཆེ་མཐོང་གི་ཆེད་དུ། སྤྱི་ཁྱབ་བློན་ཆེན་མཆོག་ནས། གེང་ཏོག Municipal Corporation དེའི་ནང་ལ་གང་ལྟར Nominated Councillor གྱི་ཨ་ནི་ཞབས་རྒྱག་ཅིག་དེ་འདྲས་གནང་བསྡད་པ་ཆགས་ཀྱི་ཡོད་དེ་བཞིན། ཨ་ནི་དེའི་རྗེས་ནས་ཨ་ནི་ང་ཚོས་དེ་འདྲས་བྱས་རྗེས་འདི་ཡང་ང་ཚོས། ང་ཚོ་དེ་ཡུལ་གཉིས་ཀྱི་བོད་མི་ཚོས་གང་ལྟར་འཛོམས་བྱས་རྗེས་ནས་ཨ་ནི། སྐུ་ཚབ་དེ་དང། དམ་བཅས་ང་ཚོ་ཚོགས་འདུ་དང་དེ་འདྲའི་ཚོགས་འདུ་ཚོགས་བྱེད་ཅེས་ནས་ནི་མངའ་སྡེ་གཞུང་ལ་ཁོང་རང་གི་ཡང་ནི་ཞུ་ཡས་ཀྱི་གཅིག་དགོས་འདུན་གཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དབུས་འོས་འཁྲུངས་སྐར་གྱི་སྐབས་སུ་ང་ཚོ་གཅིག་གལ་ཏེ་དགོངས་སེམས་གཅིག་བཏང་རོགས་བྱེད་ཅེས་ཁོང་རང་དེ་འདྲ་ཞུས་ཡོད་རེད། ཅེས་ཞུས་ཡོད་པ་གཞི་བཟུང་བྱས་ཀྱི་ནས་ད་མངའ་སྡེ་གཞུང་གི་ངོས་ནས་ག་འདྲ་ལྟར་གཞུང་འབྲེལ་གྱི་ཉིས་སྟོང་ཕྱི་ལོ་སྔ་ཕྱི་ཟླ་བཅུ་གཅིག་ཚེས་ལྔ་ཉིན་དེ་འདྲའི Notification དེ་འདྲའི་གསལ་བསྒྲགས་དེ་འདྲ་ཞིག་ཀྱང་བཏང་སོང། དེའི་ནང་ལ Restricted Holiday རྩ་བའི་ལོ་དེའི་ནང་ལ་ཉི་མ་བཞི་འདུག་བཞིའི་ནང་ནས་གཅིག་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དེ་རེད། དེའི་ཉིན་སྐར་དེ་གང་དག་རྩ་བའི་མངའ་སྡེ་འབྲས་ལྗོངས་མངའ་སྡེའི་གཞུང་གི་གཞུང་ཞབས་ཚོ་གང་དག Restricted Holiday གཅིག་སོ་སོ་གང་དག་ཞུས་ཆོག་དགོས་པ་རེད། ད་ནི་འདི་ལ་གང་ལྟར་སོ་སོ་གི་གོང་སེང་དང་འདི་ཚོ་ནི་མ་མཐུན་གི་འོ་མ་རེད། འདི་ཡིན་འདུག་སྐབས་སུ་ཨ་ནི་སོ་སོ་གང་ལྟར་ད་སྐུ་མདུན་ལ་དད་མོས་བྱེད་ངེས་རེད། ཨ་ནི་བོད་པ་གང་ལྟར་ང་ཚོ་ལས་བྱེད་རེད་སུ་ཡིན་པའི་ན་གང་ལྟར་སྐུ་མདུན་གྱི་འཁྲུངས་སྐར་སྐབས་སུ་དགོངས་པ་ཞུས་བྱས་ནས་བསྡད་ཆོག་ཡ་དེ་འདྲའི་གནས་སྟངས་ཆགས་ཀྱི་འོ་རེད་ཞུས་ལངས། བོད་ཀྱི་རྒྱལ་ས་ལྷ་སར་གནས་སྡོད་བྱེད་མཁན་བོད་མི་ཞིག་གིས་བཏང་བའི་གནས་ཚུལ་ལ་གཞིགས་ན་ཉེ་ལམ་ཨ་མི་རི་ཀའི་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་བོད་དུ་ཕེབས་སྐབས་རྒྱ་ནག་གཞུང་གིས་ལྷ་སའི་བར་སྐོར་ནང་གི་གློག་གི་བརྟག་དཔྱད་བྱེད་སའི་སྒོ་ཆེ་ཆུང་བཅུ་གཅིག་ཙམ་ཡོད་པ་དེ་དག་ཉིན་དེར་ཉུང་རུ་བཏང་ནས་ཧ་ཅང་གུ་ཡངས་པོ་ཡོད་པའི་རྣམ་པ་བཟོས་ཡོད་པ་རེད་འདུག་ཁོང་གིས་བོད་ནང་གི་བོད་མི་ཚོས་གཟིགས་སྐོར་དུ་ཕེབས་པའི་ཨ་རིའི་སྐུ་ཚབ་ཚོགས་ཆུང་དང་ཐུག་རྒྱུར་འདོད་པ་ཆེན་པོ་ཡོད་ཀྱང་དེ་ནི་ཡོང་ཐབས་མེད་པ་ཞིག་ཡིན་པ་མ་ཟད་རྒྱ་ནག་གཞུང་གི་ལྟ་རྟོག་འོག་སྐུ་ཚབ་ཚོགས་ཆུང་གིས་བོད་ཀྱི་གནས་སྟངས་ཆ་ཚང་གཟིགས་ཐུབ་ཐབས་མེད་པ་བཀོད་འདུག་དེ་བཞིན་ཁོང་གིས་བོད་ནང་ཡོད་པའི་བོད་མི་ཚོ་སེམས་ཤུགས་སྔར་ལས་ཆེ་བར་གནས་ཡོད་པ་དང་རྒན་པ་ཚོས་གཞོན་སྐྱེས་རྣམས་ལ་སློབ་སྦྱོང་དང་ཀུན་སྤྱོད་ཡག་པོ་འཁྱེར་དགོས་པ་དང་མི་རིགས་ཀྱི་ལར་རྒྱ་དམ་སྲུང་དགོས་པའི་སློབ་གསོ་ཉིན་ལྟར་རྒྱག་གི་ཡོད་པ་གསུངས་ཤིང་རྒྱ་གར་གཙོས་པའི་ཕྱི་རང་དབང་ལུང་པར་ཡོད་པའི་བོད་མི་ཚོས་ཀྱང་སྔར་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་ལྟར་ཧུར་ཐག་གནང་དགོས་པའི་འབོད་སྐུལ་གནང་འདུག། དབུས་འོས་བསྡུ་ལས་ཁང་གིས་སྲིད་སྐྱོང་དང་སྐབས་བཅོ་ལྔ་པའི་བོད་མི་མང་སྤྱི་འཐུས་གཉིས་ཀྱི་སྔོན་འགྲོའི་འོས་ཤོག་གྲངས་བཤེར་གནང་ཡོད་པ་རེད། སྲིད་སྐྱོང་དང་སྤྱི་འཐུས་ཀྱི་སྔོན་འགྲོའི་འོས་བསྡུ་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་གནང་ཡོད་པ་རེད། ས་གནས་ཁག་གི་འོས་ཤོག་གྲངས་ཐོ་རྣམས་ཟླ་བ་འདིའི་ཚེས་བཅུ་དགུ་ཉིན་དབུས་འོས་བསྡུ་ལས་ཁང་དུ་ཕུལ་ཟིན་ཡོད་པ་རེད། སྔོན་འགྲོའི་འོས་བསྡུའི་གྲུབ་འབྲས་འདི་བཞིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཞི་ཉིན་གསལ་བསྒྲགས་གནང་རྒྱུ་རེད་འདུག། ཡང་འོས་བསྡུ་ལས་རིམ་གྱི་གནད་དོན་དང་འབྲེལ་གདུག་རྩ་ཚང་བསྟན་འཛིན་ཡོད་སེར་ཅན་མིང་འཁོད་མི་གྲངས་ལྔ་བཅུ་ང་གཉིས་ཀྱིས་ཉེ་ལམ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་དབུས་འོས་བསྡུ་ལས་ཁང་ལ་ཞུ་གཏུག་སྙན་ཞུ་ཞིག་ཕུལ་བ་དང། དབུས་འོས་བསྡུ་ལས་ཁང་གིས་ཞུ་གཏུག་སྙན་ཞུ་དེར་ལན་འདེབས་གསལ་བཤད་གནང་ཡོད་པ་རེད། ཞུ་གཏུག་སྙན་ཞུ་དེའི་ནང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་སྤྱི་འཐུས་གཉིས་ཀྱི་འོས་བསྡུའི་ལས་རིམ་དང་འབྲེལ་བའི་གནས་ཚུལ་བདུན་དང་དོགས་འདྲི་བཅོ་བརྒྱད་ཡོད་པ་རེད་འདུག་དབུས་འོས་བསྡུ་ལས་ཁང་གི་ཞུ་གཏུག་ནང་འཁོད་པའི་གནད་དོན་དེ་ཚོ་ཁྲིམས་དང་སྒྲིག་གཞི་གང་གི་ཆ་ནས་འགལ་གྱི་མེད་པའི་གསལ་བཤད་ཞིབ་ཕྲ་གནང་ཡོད་པ་རེད། གནད་དོན་འདི་གལ་ཏེ་རེ་རེ་བཞིན་དུ་ང་ཚོས་ཡང་ཞིབ་འཇུག་བྱས་པ་ཡིན་ཚེ་ས་གནས་ཚུལ་དང་དོགས་འདྲི་གྲལ་དག་ནི་ཁྲིམས་ལུགས་དང་བྱེ་བྲག་བཙན་བྱོལ་བོད་མིའི་བཅའ་ཁྲིམས་དང་འོས་བསྡུའི་སྒྲིག་གཞིའི་ཐོག་ལ་ཡང་གོ་བ་ལོན་མ་ཐུབ་པ་གཅིག་དང། ལྷག་པར་དུ་ཨེ་ནི་དབུས་འོས་བསྡུའི་ལས་ཁང་ལ་ཡང་མིང་ཆད་བཟོས་ཡོད་དང། འདི་མེད་པ་ཡིན་ན་ཨེ་ནི་མང་ཚོགས་ལ་ཡང་མགོ་འཐོམ་དུ་འཇུག་པའི་གསུང་པའི་རྟགས་ག་རེ་ཡིན་པ་ཡིན་ན་གནས་ཚུལ་དེ་ང་ཚོས་གསལ་བོ་ཅི་ཧ་གོ་གི་མི་འདུག་དེ་འདྲའི་ཅོག་ཅིག་མཐོང་གི་འདུག་དེ་འདྲ་ཡིན་པ་སོང་ཙང་ཨེ་ནི་བཅའ་ཁྲིམས་དང། འོས་བསྡུའི་གི་སྒྲིག་གཞིའི་གི་འགན་དབང་བསྐུར་བའི་གི་འོས་བསྡུའི་ལམ་སྟོན་དང་ཨེ་ནི་ཐག་གཅོད་དེ་དག་ནས་དྲང་བདེན་མེད་ཚུལ་དང་གཞི་མེད་ཀྱི་གནས་ཁ་སུ་རེད། སྐྱོན་འཛུགས་ཀྱི་གཏམ་འཆལ་མང་པོ་ཞིག་ཏན་ཏན་འདི་ནང་ལ་ཡར་སྤེལ་བཞག་དེ་འདྲ་ཡིན་པ་ཡིན་དུས་འདིའི་གནས་སྤེལ་བ་འདིས་ཀྱི་གནས་སྤྱི་ཚོགས་ཟང་ཟིང་དང་སྦྲགས་ཀྱི་གཉེན་སྡུག་གི་ཡ་ཁར་སུ་རེད་ཅིག་གཞི་ལས་ཡར་འགྲོ་ཡས་ཙམ་མ་གཏོགས་འོས་གཞིའི་སྐྱེ་བོ་སུ་ལ་ཡིན་པ་ཡིན་ན་ཕན་ཐོགས་ཕོད་ཀྱི་གནས་ཚུལ་ཞིག་ཆགས་ཀྱི་ཡོད་མ་རེད། ལྷག་པར་དུ་ཁོ་ཚོའི་གནས་ཚུལ་དང་པོ་གཉིས་པ་གསུམ་པ་བཞི་པ་འདི་ནང་ལོགས་ལ་ཡིན་པ་ཡིན་ན། སྲིད་སྐྱོང་གིས་དངོས་གཞིའོད་ཤུལ་བཏོན་ཕྱོགས་གསར་བསྒྲགས་བྱས་པ་འདིའི་ཐོག་ལ་ཡང་ད་གང་ལྟར་དོགས་འདྲི་བཅུ་བཞི་ཐམ་པ་འདུག་ཟེར་གྱི་འདུག་བྱས་ཙང་ཨེ་ནི་ལྷག་པར་སྡེ་དགེ་འདིའི་གནད་དོན་འདི་ལས་ཡན་པ་ཆ་བཞག་པ་ཡིན་ན་སྲིད་སྐྱོང་གིས་འོས་མི་གཉིས་དངོས་གཞི་སྐབས་ལ་ཡང་གཉིས་བཏོན་གྱི་ཡིན་ག་སྲིད

དུག་ཆུ་རེབ་བདུན་དོན་མཛད་དུག་ཆུ་རེབ་བདུན། ཡང་ག་དུས་བདེ་ཆེན་རྒྱ་མགུལ་བར་ཟིན་ན། ཨེ་ནས། འོས་གཞི། མངོན་ཤེས་ཀྱི་འོས་གཞི་བཏོན་ཡས་འདི། སྲིད་སྐྱོང་གི་ཐོག་ལ་ཡང་འོས་གཞི། གཉིས་ལས་མ་ཉུང་བ་གསལ་བསྒྲགས་བྱས་ཆོག་གི་རེད་ཅེས་བྱས་འདི་གསུངས་བ་རེད། དེ་འདྲ་ཡིན་པའི་སོང་ཙ་འདི་སྒྲིག་གཞི་ནང་ལ་ཡོད་པ་ནང་བཞིན་གྱི་འདི་ཐག་གཅོད་དེ་ང་ཚོས་ག་འདྲས་བྱེད་དགོས་རེད་ཟེར་ན། ཨེ་ནས་ཐག་གཅོད་འདི། བཅའ་ཁྲིམས་ཀྱི་ཨེ་ནས། དོན་ཚན་དགུ་བཅུ་གོ་བདུན་པའི་ནང་ལོགས་ཀྱི་ནང་གསེས་གསུམ་པ་དེ་ཆགས་བསྡད་ཡོད་རེད། དོན་ཚན་དགུ་བཅུ་གོ་བདུན་པ་དེ་ག་རེ་ཆགས་ཡོད་རེད་ཟེར་ན། དབུས་འོས་བསྡུ་ལས་ཁང་གི་ཨི་ནི་སྤྱི་ཁྱབ་འགན་འཛིན་དང་འགན་དབང་བཞེས་བྱས་འགོ་བརྗོད་དེ་དེ་རེད། དེའི་ནང་ལོགས་ལ་ཡང་དོན་ཚན་གསུམ་པ་དེ་ནང་ལོགས་ལ་ག་རེ་ཡོད་རེད་ཟེར་ན། དབུས་འོས་བསྡུ་ལས་ཁང་གི་འགན་འཛིན་ལས་འཕར་བསྐོ་གཞག་ཟིན་པ་ནས། འོས་བསྡུའི་དངོས་གཞིའི་གྲུབ་འབྲས་གསལ་བསྒྲགས་མ་ཟིན་བར་འོས་བསྡུའི་ལས་དོན་ཡོངས་རྫོགས་དབུས་འོས་བསྡུ་ལས་ཁང་གི་སྤྱི་ཁྱབ་འགན་འཛིན་དང་འགན་འཛིན་ལས་འཕར་གཉིས་བཅས་གསུམ་གའི་སྤྱི་མོས་སམ་མང་མོས་ཐོག་ནས་ཐག་གཅོད་བྱ་རྒྱུ་དང། ཨནེ་འོས་བསྡུའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུའི་འགོ་བསྡོམས་སྤྱི་ཁྱབ་འགན་འཛིན་གྱིས་བྱ་རྒྱུ། ཆེ་ཚ་ཕ་ག་གོང་དུ་ཤོར་ན་སྲིད་སྒྲིག་ཤིང་ནག་ལས་ཡ་ས་སྡེ་བའི་གིས་ཨནེ་འདི་ཐག་གཅོད་དེ་ཨནེ་བཅའ་ཁྲིམས་དགོངས་དོན་གྱི་ཡ་ཨ་ནི་སྤྱི་མའི་ཐོག་ལ་ཡང་གཏན་འབེབས་བྱས་བསྡད་པ་ཅིག་ཆགས་བསྡད་ཡོད་རེད། ཨན་ད་ག་ནང་བཞིན་གཏན་འབེབས་བྱས་པ་འདིས་འོས་བསྡུའི་སྒྲིག་གཞི་དོན་ཚན། ཉི་ཤུ་རྩ་དྲུག་པའི་ནང་ལོགས་ལ་ཡང་ཨ་ནི་ག་ཡོད་རེད་ཟེར་ན་གཉིས་པ་གི་ག་བ་དེ་རེད། འདིའི་ནང་ལོགས་ག་རེ་འགྲེལ་བཤད་གནང་གི་ཡོད་རེད་ཟེར་ན། འོས་བསྡུའི་སྒྲིག་གཞི་སྤྱི་དང་གཞན་ཡང་དབུས་འོས་བསྡུ་ལས་ཁང་ནས་གཏན་འབེབས་བྱས་པའི་ཡིག་ཆ་ནང་གསལ། ཨ་ནི་འོས་བསྡུའི་སྐབས་སུ། འོས་འཕེན་པ་སྐྱེ་བོ་སོ་སོར་ཐོབ་ཐང་དང་ལས་འགན་ག་རེ་ཡོད་མེད་ཨེ་ལྷག་པར་དུ་འོས་བསྡུའི་སྒྲིག་གཞིའི་རྩ་འཛིན་ཡིག་ཆ་ཁག་འདི་བརྒྱད་དེ་བསྐྱར་བཅོས་བྱུང་པ་འདི་ཚོ་ཚང་མ་ཨེ་གར་སོ་རེད་མང་ཚོགས་ལ་ཡང་ཨེ་གསར་བསྒྲགས་འདི་བརྒྱད་དེ་ཚིམ་ལེ་མེད་པ་བྱེད་དགོས་ཀྱི་རེད་ཟེར་ཆེད་ཆེད་འདི་བརྒྱད་དེ་ད་གང་ལྟར་ང་ཚོས་ཐག་གཅོད་བྱས་པ་འདི་བརྒྱད་དེ་འོས་བསྡུ་འོས་བསྡུ་དང་ད་ག་ནང་བཞིན་གྱི་བཅའ་ཁྲིམས་འདི་བརྒྱད་དེ་ཆ་ནང་ལོག་ནས་ཡང། འགན་དབང་བསྐུར་བའི་གི་ཐོག་ནས་ཡང་ཐག་གཅོད་བྱས་པ་ཞིག་རེད་མ་གཏོགས་ང་ཚོའི་ད་ག་ཚོད་ཚོད་ཚོད་ཕེབས་ན་ཐག་གཅོད་བྱས་པ་ཅིག་ཆགས་ཀྱི་ཡོད་མ་རེད། དེ་ཡང། གསར་བོ་ཆེ་འགྲེལ་བཤད་ཞུས་བས་ན་ང་ཚོའི་འོས་གཞི་སྟོན་ཕྱོགས་འདི་གའི་དེ་གྲངས་གྲངས་ཚད་ཅིག་གཏན་འབེབས་འདི་འདི་རེད་མ་གཏོགས་མི་འདི་རེ་ད་ཟེར་བྱས་འདི་གཏན་འབེབས་བྱས་ཡས་ཡོད་མ་རེད་མི་དེ་ང་ཚོའི་གི་ཨ་ནི་འོས་སྔོན་འགྲོ་གི་གྲུབ་འབྲས་དེ་བག་མི་དྲུག་སྟོན་པའི་གི་རྗེས་ལ་ཡང། ཨེ་ནི་དགོངས་ཞུགས་དང་འདི་སྐད་དུ་སྣང་བྱེད་ཨེ་ནི་མཐར་འདོམས་འདི་ལ་ཡང། དངོས་གཞི་འདི་སྟོན་པའི་སྐབས་ལ་ཡང། ཨེ་ནི་མི་འདི་འདི་རེད་ད་བྱེད་བྱེད་གསར་བོ་ཆགས་ཡོང་དགོས་རེད། བྱེད་ས་འདི་འདི་རེད་མ་གཏོགས་ད་ལྟ་ང་ཚོའི་མི་འདི་རེད་ད་བྱེད་བྱེད་འགྲེལ་བཤད་ཞུ་དགོས་མ་རེད། གྲངས་ཚད་དེ་ང་ཚོས་གི་ག་ལ་ཟེར་ན་སྒྲིག་གཞི་ནང་ལ་ཡང། འགན་དབང་སྤྲད་པ་ནང་བཞིན་གི་ཨེ་ནི་འདི་གི་གྲངས་འབོར་དེ་གྲངས་ཚད་དེ་འདུག་ཟེར་གྱི་འདུག་བྱེད་བྱེད་གཏན་འབེབས་ཞུས་བསྡད་པ་ཅིག་ཆགས་བསྡད་ཡོད་རེད་བྱེད་ས་མང་ཚོགས་ངོས་ནས་ཡིན་ནམ་པ་ཡིན་ན་འདི་སྐད་འདི་ལ་ཡང། འོས་བསྡུ་ལས་ཁུངས་ཀྱི་ཨེ་ནི། ལས་བྱེད་ད་གང་དག་འགན་འཁི་མཁན་གསུམ་ཡོད་རེད་འདི་ཚོའི་ཐོག་ནས་ཡང་ཚོད་ཚོད་ཚོད་དང་མགོ་ཚོད་ལ་མ་ཚོད་ལ་དང་ཨེ་ནི་སྒྲིག་གཞི་ལམ་སྟོན་ག་བ་ལ་ཡང་བརྩི་འཇོག་མེད་པ་ཅིག་སྟོན་པ་ཅིག་མ་རེད་རྣམ་པ་ཚོ་ཡང་ཐུགས་ཡིད་ཆེས་གནང་རོགས་གནང་ཐུགས་དོགས་མ་གནང་རོགས་གནང། དེ་འབྲེལ་གྱི་སྐྱེན་ཆེ་ཆེ་ཨེ་ནི་སྤྱི་ཚོགས་ལ་ཡང་བཟང་ངན་གསུང་མཁན་བྱུང་བ་ཡིན་ན་གོང་དུ་ཞུ་བ་ན་ཞིག་ཨེ་ནི་ཁོ་འདྲ་དགའ་ཉེ་འདུག་གི་གནས་ཚུལ་ཅིག་ཆགས་ཡོད་མགོ་རེད་ད་དེ་དེ་བཞིན་གྱི་འདི་ནི་མ་དོན་ཚན་ག་ཤེད་ཅིག་འདུག་ཞིབ་ཕྲ་དེ་ཞུ་དགོས་ཡོད་མ་རེད་ང་ཚོས་དེ་ཨེ་ནི། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་ལོ་ལེགས་བདེ་སྐྱིད་དུ་ཕར་བཏོན་བཞག་ཡོད་ཚེ་ཚ་འདི་སྐད་དུ་ལ་ཐུག་ན་གནང་ཡས་དག་ད་ག་ན་ཞིག་འདི་ལན་འདེབས་ཅི་རེད་ཨེ་ནི་དྲི་བ་དག་འདི་སྐད་དུ་ཡང་དྲ་རྒྱ་གཞན་པ་དེ་འདྲའི་ནང་ལ་ཏན་ཏན་ཡོད་སྲིད་པ་ཅི་རེད་བསམ་གི་འདུག་ཆེ་ཚ། ད་ལྟ་སྐབས་སུ་བབ་ངས་འབྲེལ་བཤད་ཞུས་འདི་འདྲ་བྱིན། འོས་བསྡུ་ལས་ཁང་གིས་སྤེལ་བའི་གསལ་བཤད་དོན་ཚན་གསུམ་པོ་ཆ་ཚང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་དབུས་འོས་བསྡུ་ལས་ཁང་གི་གསལ་བཤད་དང་འབོད་སྐུལ་ཞེས་པའི་འགོ་བརྗོད་ཐོག་གསལ་ཡོད་པ་ཐུགས་ཆ་གནང་རོགས་གནང། བོད་མིའི་སྒྲིག་འཛུགས་ཕྱི་དྲིལ་རྒྱ་ཡིག་ཚན་པའི་གོ་སྒྲིག་འོག་རྒྱ་རིགས་ལས་དོན་དང་འབྲེལ་བའི་ལོ་འཁོར་ཚོགས་འདུ་ཐེངས་གསུམ་པ་ཉེ་ལམ་ཕྱི་ཚེས་ཉི་ཤུ་རྩ་གཉིས་ནས་རྩ་བཞི་བར་ཉིན་གྲངས་གསུམ་གྱི་རིང་རྒྱལ་ས་ལྡི་ལིར་སྐོང་ཚོགས་གནང་ཡོད་པ་རེད། སྐུ་མགྲོན་གཙོ་བོར་ཕྱི་དྲིལ་བཀའ་བློན་བདེ་སྐྱིད་ཆོས་དབྱངས་མཆོག་ཆེད་ཕེབས་གནང་སྟེ་རྒྱ་ནག་ལ་འཛིན་པའི་སྲིད་བྱུས་དང་རྒྱ་རིགས་ལ་འབྲེལ་བ་བྱེད་ཕྱོགས་སྐོར་ལ་ལམ་སྟོན་གསུང་བཤད་གནང་བ་དང་དེ་བཞིན་ཕྱི་དྲིལ་དྲུང་ཆེ་བདག་པོ་བསོད་ནམས་ནོར་བུ་ལགས་ཀྱིས་ཚོགས་འདུའི་ངོ་སྤྲོད་ཀྱི་གསུང་བཤད་བཅས་གནང་ཡོད་པ་རེད། ལོ་འཁོར་ཚོགས་འདུ་དེའི་བརྗོད་གཞི་གཙོ་བོ་དེ་ཡང་རྒྱ་རིགས་ཚོ་ལ་འབྲེལ་བ་བྱེད་ཕྱོགས་དང་བོད་ཕྱི་ནང་གཉིས་ཀྱི་གནས་སྟངས་དེ་རྒྱ་རིགས་ཚོ་ལ་ངོ་སྤྲོད་བྱེད་རྒྱུ་བྱེད་འདུག་ཡིན་པ་རེད། ཐེངས་འདིའི་ཚོགས་འདུའི་ནང་ཕྱི་དྲིལ་རྒྱ་ཡིག་ཚན་པའི་འགན་འཛིན་གྱིས་དབུས་པའི་ལས་བྱེད་རྣམ་པ་དང་ས་གནས་རྒྱ་རིགས་འབྲེལ་མཐུད་པ། འབྲེལ་ཡོད་བདེ་སྲུང་ལས་ཁུངས་དང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ལས་བྱེད་པ་ཁག་ཅིག་དང་ནང་བཞིན་རྒྱུན་དུ་རྒྱ་རིགས་དང་འབྲེལ་བ་བྱེད་རྒྱུ་སོགས་ཀྱི་ཐད་ལ་ལས་འགུལ་གནང་མཁན་ཨ་རི་དང་ཨོ་སི་ཏྲེ་ལི་ཡ། Taiwan། བཅས་ནས་མི་སྒེར་ཁག་ཅིག་ཕེབས་བཞུགས་གནང་ཡོད་པ་རེད། དེ་ནས་ཚོགས་བཅར་བ་ཁག་ཅིག་ལ་ཚོགས་འདུ་འདིའི་བརྒྱུད་ནས་རང་ཉིད་ལ་མྱོང་ཚོར་ཇི་བྱུང་སྐོར་ལ་བཅར་འདྲི་བྱས་པས་ཁོང་རྣམ་པས་འདི་ལྟར་གསུངས་ཀྱི་འདུག། ང་རང་གིས་བོད་གཞུང་གཞུང་འབྲེལ་གྱི་ལས་བྱེད་པ་དང་བཀའ་བློན་བཀའ་བློན་ལ་དྲུང་ཆེ་རྣམ་པ་དང་ཚང་མ་མཉམ་དུ་གདོང་པ་དང་གདོང་པ་ཐུག་ཀྱི Face to Face ལ་ཡོད་དང་ཨིན་ཇི་སྐད་དང Face to Face ཐུག་དོན་ནི་ང་རང་སེམས་ནང་ཡོད་པའི་དོགས་པ་མ་སོང་ནས་འདྲ་ཁྲེལ་བ་འདྲ་བོ་དེ་འདྲ་མང་པོ་ཞིག་དྲིས་ཡ་རག་སོང། ལན་དེའི་ཐད་ཀ་བཀའ་བློན་ལ་དང་དྲུང་ཆེ་ལ་ཚུར་རག་བ་ཡིན་ན། ཨ་ནི་སོ་སོའི་སེམས་ནང་ལ་བསམ་ཚུལ་གཅིག་གི་ཨ་ནི་མ་འདྲ་བ་ཅིག་ཡོང་གི་འདུག་ཨ་དེ་འདྲས་གཅིག་ཆགས་ནས་གཉིས་ཨ་ནི་དངོས་གནས་ཁོ་རང་སློབ་སྦྱོང་ཆེན་མོ་གཅིག་དང་ཨ་ནི་འདི་ཉམས་མྱོང་གཏིང་ཟབ་པོ་གཅིག་ཐོབ་པའི་ཨ་ཐོབ་ཐོབ་སོང་བསམ་གྱི་འདུག། བཀྲ་ཤིས་ཚེ་རིང་ལགས་ནི་ཐའེ་ཝན་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཡིན་པ་དང་ས་གནས་སུ་རྒྱ་ནག་སྐམ་ས་ནས་འབྱོར་བའི་ཡུལ་སྐོར་སྤྲོ་འཆམ་པ་དང་ས་གནས་ཀྱི་རྒྱ་རིགས་སོགས་དང་འབྲེལ་བའི་ཐོག་ལ་ལས་འགུལ་གནང་མཁན་ཞིག་རེད། བཀྲ་ཤིས་ཚེ་རིང་ལགས་ཀྱིས་ཚོགས་འདུ་དེར་ཞུགས་ནས་ཤེས་བྱ་མང་པོ་ཐོབ་བྱུང་བས་མ་ཚད་མ་འོངས་པར་ཡང་ལས་དོན་ཤུགས་ཆེ་བ་གནང་རྒྱུའི་ཐད་ལ་སེམས་འགུལ་འཕར་མ་ཞིག་སྐྱེས་བྱུང་གསུང་གི་འདུག། ད་སྤྱི་ཚང་སྐྱ་མོ་རོང་པོ་ཆེ་གི་བཀའ་སློབ་མང་པོ་ཆེ་ཕེབས་ཡོད་རེད། རྒྱ་རིགས་མཉམ་དུ་འབྲེལ་བ་བཞག་ཡོད་དེ། མཁས་གཞོང་པོ་ཞི་བུ་ཅན་བོད་ཀྱི་དེ་འདྲི་ཚིག་བཀའ་སློབ་རབ་དང་རིམ་པ་མང་པོ་ཕེབས་ཡོད་རེད། ད་ག་ནང་བཞིན་གྱི་ད་རིང་ཨ་ནི་དེ་ཚོགས་འདུ་ལ་བཅར་བའི་སྐབས་དེ་དངོས་ནས་ད་ད་ནི་དེ་སྐུ་ངོ་བཀའ་བློན་གནང་པ་རེད་ད་ག་ནང་བཞིན་གྱི་ལས་བྱེད་རྣམ་པས་ཨ་ནི་གཅིག་ཞག་པོ་གསུམ་གྱི་ཚོགས་འདུའི་དྲུག་གླིང་བྱས་པའི་སྐབས་དེ་ལ། དངོས་གནས་རང་གི་ཅིག་ད་རིང་ཞག་པོ་གསུམ་དེ་དུས་ཚོད་དེ་འཕྲོ་བརླག་གྱུར་ནས་འགྲོ་མེད་བས་འགྲོ་མེད་བ་དང་ད་ནི་ཕྱིན་ང་ས་ཐེ་ཝན་ནས་བསྡད་ཡོང་བ་དེ་ལ་རྒྱལ་མཚན་ཆུང་པོ་ཞིག་ཅིག་མཐོང་བྱུང། དེ་ཞག་པོ་གསུམ་གྱི་ཚོང་འདུས་དེ་ཡང་ཧ་ལས་ལས་ཀྱིས་གང་ལྟར་འཁྲུག་པོ་བྱས། ང་ང་རང་ཚོ་ལ་ཆ་བཞག་ན་འཇང་ཡེས་ཀྱི་ད་ལྟ་ཁོ་རང་ཚོ་ངོས་ནས་གནས་ཚུལ་མང་པོ་ཇི་བཞིན་ཤེས་ཡས་ཀྱི་གོ་སྐབས་དེ་རག་སོང།

སློབ་མ་ཁག་ཅིག་ལ་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞི་ངོ་སྤྲོད་གནང་ཡོད་པ་རེད། དྲུང་ཆེ་མཆོག་གིས་སློབ་ཕྲུག་ཚོ་ལ་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞི་དང་ལས་དོན་གནང་ཕྱོགས་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་བསྡུ་ལས་རིམ་སོགས་ངོ་སྤྲོད་གནང་བ་དང་སློབ་མའི་དྲི་བ་ཁག་ལ་ལན་འདེབས་གསལ་བཤད་ཡང་གནང་འདུག་སློབ་ཕྲུག་དེ་དག་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཡོད་པའི་རྒྱ་གར་གྱི་གསར་འགོད་ལས་རིགས་ཤེས་ཡོན་བསྟི་གནས་ཁང་ནས་ཡིན་པ་དང་ཐེངས་འདིར་སློབ་མ་སུམ་ཅུ་སོ་གཉིས་ཕེབས་ཡོད་པ་རེད། ཁོང་རྣམས་ནས་བོད་དོན་སྐོར་ལ་གོ་རྟོགས་གོང་མཐོར་གཏོང་ཆེད་དུ་ཉི་མ་གསུམ་གྱི་རིང་རྡ་རམ་ས་ལར་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་གནང་ཕྱོགས་དང་བོད་ཀྱི་ཁོར་ཡུག་དང་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་རྒྱུས་ལོན་བྱ་རྒྱུ། བོད་ཁྱིམ་དང་བོད་ཀྱི་དཔེ་མཛོད་ཁང་དུ་ལྟ་སྐོར་སོགས་ཀྱི་ལས་རིམ་ཡོད་པ་རེད་འདུག་ལས་རིམ་དེ་ཕྱི་དྲིལ་འཕགས་བོད་འབྲེལ་མཐུད་ལས་ཁང་ནས་གོ་སྒྲིག་གནང་ཡོད་པ་རེད། རྒྱལ་ས་ལྡི་ལིར་ཡོད་པའི་འཕགས་བོད་འབྲེལ་མཐུད་ལས་ཁང་གིས་ཕྱི་ལོ་ཉིས་སྟོང་དྲུག་ལོ་ནས་བཟུང་གསར་འགོད་ལས་རིགས་ཐོག་སློབ་སྦྱོང་གནང་བཞིན་པའི་རྒྱ་གར་གྱི་སློབ་མ་ཚོ་ལ་ལོ་རེར་ཐེངས་རེ་བཞུགས་སྒར་དུ་བོད་ཀྱི་གནད་དོན་ཐོག་ལ་གོ་རྟོགས་སྤེལ་ཐབས་སུ་སྐོར་སྐྱོད་ལ་ཁྲིད་གནང་གི་ཡོད་པ་རེད། གསར་འགོད་ལས་རིགས་ཐོག་ལ་སློབ་སྦྱོང་བྱེད་མཁན་སློབ་མ་དེ་དག་གིས།

ཀེ་ཐི་སྨན་ཁང་བཅས་ཐུན་མོང་གིས་གོ་སྒྲིག་གནང་བ་ཞིག་ཡིན་པ་དང་དེ་སྔོན་ཡང་བོད་མི་གཞིས་ཆགས་ཁག་དང་སློབ་གྲྭ། འཕྲོད་བསྟེན་ཡན་ལག་སྨན་ཁང་ཁག་ཅིག་གི་ནང་འཕྲོད་བསྟེན་དང་འབྲེལ་བའི་ཟབ་སྦྱོང་དེ་འདྲ་གནང་ཡོད་པ་རེད། མཚམས་འདི་ནས་ད་རིང་གི་གསར་འགྱུར་ལས་རིམ་མཇུག་སྒྲིལ་ཞུ་གི་ཡིན་རྣམ་པ་ཚོས་བོད་དོན་གསར་འགྱུར་རྒྱས་པ་ཁག་ཏི་བེད་ཚ་ནེད་དང་བོད་ཚ་ཨེ་ཤེ་ཡ་ཤི་ཚང་ཁྲི་ཡེ་ཚ org ཅེས་པའི་དྲ་ཚིགས་དེ་ཚོའི་ཐོག་ནས་གཟིགས་ཀྱི་ཡོད། དེ་ནས་གཤམ་ལ་རྡ་རམ་ས་ལའི་གནམ་གཤིས་སྔོན་བརྡ་དང་བོད་ཀྱི་སྨན་རྩིས་ཁང་གི་ཉིན་རེའི་ཚད་འཇལ་ལོ་ཐོ་གཟིགས་རོགས་གནང། བོད་ཀྱི་བརྙན་འཕྲིན་གཟིགས་མཁན་ཡོན་ལ་འཚམས་འདྲི་ཞུ། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ཞེ་བཅུ་ཞེ་གཉིས་དང་རབ་བྱུང་བཅུ་བདུན་པའི་གནམ་ལོ་ཤིང་ལུག་ལོའི་བོད་ཟླ་བཅུ་བའི་ཚེས་བཅོ་བརྒྱད་རེས་གཟའ་སྤེན་པ་དང་རེས་འགྲོགས་ཟླ་དཀར་མགོ་སྟེ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བརྒྱད་དང་འབྱུང་འཕྲོད་ས་རླུང་ཡིན་པའི་ཚེས་བཅྭ་ཉེ། དེ་ཉིན་ལས་དོན་སོགས་བྱེད་རྒྱུར་ཉན་པ་རྣམས་ནི། ཁང་པ་དང་ས་ཞིང་སོགས་ཉོ་བ། བག་མའི་དགའ་སྟོན་བྱེད་པ། ལས་རོགས་སོགས་གསར་དུ་བསྟེན་པ། ཁམ་ཆུ་འདུམ་འགྲིག་བྱེད་པ། ལྷ་ཁང་རྟེན་བཞེངས་པ། རབ་ཏུ་བྱུང་ཡང་དང་རབ་གནས་བྱེད་པ། ཁྲིམས་ལུགས་བཅོས་སྒྲིག་དང་གསར་དུ་བཟོ་བ། མོ་ཏྲ་སྦག་སྦག་སོགས་ལྗང་སྒྱུར་ངན་པ་ཡིན་ཅིང། གཞན་ཡང། དུར་གྱི་གནམ་སྒོ་ཡིན་པས་ཕུང་པོ་དུར་སར་གཏོང་མི་ཉན། དེ་བཞིན་ལོ་བརྟག་བྱིས་པ་གཉིས་པོའི་གཤེད་ས་ཡིན་པས་དེ་གཉིས་ལམ་འགྲོ་ཆུང་ངུ་དང།